Fever Cramps ལས་བརྗོད་རེད Fever Cramps ལ་ན་སྤུ་གུ་ཆུན་ཆུན་ལ་ད་ལྟ་ཚ་བ་ཤུགས་ཆེན་པོ་འབར་རེད། འདིའི་སྐོར་ལ་ཡང་ངའི་རྣམ་པ་ཚོ་ལ་བལྟས་ཟིན་བརྙན་ཐུང་ཅིག་ད་ལེན་བཟོས་བཞག་ན་བསམས་འདི་ག་རེ་ཡིན་ཟེར་ནས་ང་རང་བསམས་སུ་ལ་བ་ཡིན་ན་ང་རང་སྤུ་གུ་ལ་ཁ་སང་ད་ལྟ་ཚར་གཉིས་པ་དེ་ཆགས་སོང་བ། ཚར་དང་པོ་དེ་ཁོ་རང་ན་ནིང་ལོ་ལ་ཆགས་སོང་ད་ད་ལེན་ཚར་གཉིས་པ་ཆགས་སོང་བ། སོང་ཙ་ད་ད་ལེན་འདི་སྐོར་ལ་ཡང་ངའི་རྣམ་པ་ཚོ་ལ་ཅིག་ཞུས་བཞག་བ་ཡིན་ན་མི་གཅིག་ལ་ཕན་ཐོག་བ་ཡིན་ན་ཕན་ཐོག་གུར་བ

རྩ་ཆུ་བ་སྤུ་གུ་མཛོ་ཚ་བ། ཚེ་ཐུམ་པོ་ངོ་ལ་སླེ་བ་ཡིན་ན་ལག་པ་རྐང་པ་ཚང་མ་ཧྲང་བྱས་ནས་རྩ་ཆུ་རྩ་ཆུ་གོས་དྲ་བོ་ཆག་བྱས་ནས་མིག་དུ་མཛོ་པོ་ར་དཀར་བོ་གནམ་ལ་ཡར་བལྟ་ཡས་དང་ཟུག་པོ་འདར་སིལ་རྒྱག་ཡས་དང་ཁ་ནས་ཁ་ཆུ་ཐོན་ཡས་དང་དེ་འདྲས་ཀྱི། ཚ་བ་ཐོར་བུ་སླེ་སོང་ན་ཨེ་འདྲས་སླེ་གི་འདུག་སྤུ་གུ་ལ། འོ་འདི་ནི་ག་འདྲས་ཡིན་པ་དེ་ངས་རྣམ་པ་ཚོ་ལས་ནི་ད་ལན་ཅིག་ཞུ་བཞག་གོ་བསམ་སོང་དེ་མ་ཞུ་སྔོན་ལ། Fever Kramph ལས་དེ་ག་འདྲས་ཡིན་པ་དེ་ངས་བརྙན་ཐུང་ཅིག་ད་ལྟ་མཐུན་འདུས་ཀླན་ཡོད་རྣམ་པ་ཚོ་དེ་གཤམ་ལ་གཟིགས་དར་བ།

སོང་ཟ་ད་ད་ལན Fever Cramp Flare འདི་ང་རང་གི་ཉི་མ་ང་ཚོ་ཡི་ཧ་གོ་མེད་འདི་ག་འདྲི་ཡིན་པ་ཨེ་ངའི་བུ་ལ་ཚར་དང་པོ་སླེ་སོ་ཨ་ཚར་དང་པོ་ང་ཚོ་འདུག་སོ་ནང་ལ་ལྷོད་ལྷོད་བྱས་ནས་ཉག་འདོད་ཙམ་པོ་དགོངས་དག་ཟེར་བ་ལ་ཁོ་རང་ལ་ཧོབ་ལྟ་མེད་ལ་ཨེ་ནི་འོ་འདི་འདྲི་ཆ་འདོད་ཙམ་པ་ལ་ཨེ་ངའི་སྐྱེད་མོས་བཞིའུ་ཅིག་ཞེས་བྱས་ནས་ལེམ་སང་ད་ག་རེ་བྱས་ཡིན་ནམ་མོ་ལྟ་པའི་ངུ་སྒྲོག་འདྲ་བོ་བྱས་བྱས་ནས་ད་ངའི་སྤུ་གུ་ཅིག་ཆགས་སོ་ལ་ནི་ཨེ་འདྲས་ང་ཚོ་རྔམ་དྲག་གི་ད་འདི་སྐབས་ལ་ང་ཚོ་ཧ་གོ་གོ་མ་རོགས་ག་རེ་ཡིན་མོད་འདི་ཨ་ལེམ་སང་ང་ཚོའི་གི་ད་ལྟ་ད་སུའི་ཞུ་ངེས་ཡིན་ན་ཧ་གོ་གི་རེད one four four ལ་ང་ཚོ་གི་ཕོན་བཏང Ambulance ལ་ལེམ་སང་ཕོན་བཏང་ནས Emergency ལ་མ་འགྲོ་ཡིན་པ་ཨ་མ་གས་འགྲོ་བ་ད་སྤུ་གུ་ཏེ་ཟེར་གི་སྤུ་གུ་ཡོད་ཟོག་པོ་ཚང་མ་ལྷོད་ལྷོད་འདྲ་བོ་བྱེད་བསམ་རྒྱུ་དྲན་རྒྱུ་མེད་གི་འདི་འདྲའི་ཆ་དེ་ཤ་ཨ་ཨམ་ཅིག་གི་འདུག་སྟ་བ་ད་ལེམ་སང་ཨམ་ཅིག་གི་བརྟག་དཔྱད་བྱེད་ཨ་ཁོ་རང་ཚོ་གི་ད་ད་ཚ་བ་བཅའ་ཡས་གི་སྨན་འདི་རྐང་གཉིས་ད་ཞེ་ས་མ་ཞུས་ན་ང་ཚོ། རྐུབ་ལག་གི་རོ་བ་ཤང་ལ་མ། ཚ་བ་ཅག་གི་སྨད་གཉིས་རྐང་གཉིས་དེ་བླུགས་སོ་ཨ། ཨ་འདི་བླུགས་ནས་སྤུ་གུ་ལྷོད་ལྷོད་འདྲ་བོ་ཅིག་ད་དེ་ཆ་ཚ་བ་དེ་མ་ག་ལེ་ག་ལེ་འཇམ་སོ་ཨ། ཨ་འཇམ་ཚར་ནས་ནི། རྗེས་ལ་ནི་ཁོ་རང་ཚོ་གི། སྤུ་གུ་དེ་ག་ལེ་ག་ལེ་ད། ངའི་བུ་དེ་ག་ལེ་ག་ལེ་ཁོ་རང་ཅིག་དྲན་པ་འདྲ་བོ་སོད་དུ་བརྩམས་པ་ལ་ནི། ཚ་བ་ཡི་མ་འཇམ་ཚར་ཤ། ཁོ་རང་ལྟས་ཟིག་སྐད་ཆ་བཤད་འདྲ་བོ་འདུག།

འོང་འོང་འདི་བྱས་ནས་ནི་ཁོ་རང་ཚོ་གིས་འགྲེལ་བཤད་རྒྱག་སོ། རྗེས་མ་ཨ་ནི་ཡང་དེ་འདྲའི་སྤུ་གུ་ལ་དེ་འདྲའི་ཆགས་བ་ཡིན་ན། ཁྱེད་རང་ཚོ་གིས་ད་ལྟ་སྨན་གཅིག་ཡོད་རེད་ཨ་ནི་སྨན་འདི། ཡིན་གཅིག་མིན་གཅིག་སྨན་འདི་ནི་ཁོ་རང་ཚོ་གིས་ད་ལྟ། རྐུབ་ནང་ལ་འདི་སྨན་འདི་བླུག་ཟེར་ནས་ལབ་སོ་ཨ་སྨན་འདི། ཨ་ནི་འདིའི་མཉམ་དུ་ལ་ཁོ་རང་ཚོ་གིས་ད་ལྟ། Instruction ཡོད་རྒྱུ་ཆ་ཚང་མཉམ་དུ་ཡོད་རྒྱུ་གི booklet བྱིན་རྒྱུ་ཞིག་འདུག་ཨ་འདི་ཡའི་རྣམ་པ་ཚོ་ཁོ་ཚོ་གང་ཚོ་ལ་སྤྲད་སོ་ཨ། ཨན་ད་ད་ལན། ཚར་གཉིས་པ་ཆ་དུ་བརྩམས་པ་ལས་ཡ་ནི། ང་རང་ཚོ་ཚར་དང་པོ་ན་ཤེས་ཨེ་འབྲས་ཀྱི་བཞི་བོ་ཞེད་སྣང་དང་དེ་འདྲའི་དམིགས་བསལ་གལ་བྱུང་མ་སོང། སྐབས་དེ་དུས་ང་རང་ཡང་སྤུ་གུ་མཉམ་དུ་ང་རང་གཉིས་གཅིག་པོ་ཡོད་བ་སྤུ་གུ་ཨ་མ་ད་སེ་སྒྲོན་ཡོད་མ་རེད་ཕྱི་ལོག་འགྲོ། ཨན་འདི་སྐབས་ལ་ང་རང་གི་ལེམས་སང། ང་ཚོ་སྔོན་མ་ཨམ་ཅི་ལགས་ཀྱིས Instruction ག་འདྲས་སྤྲད་བ་ནང་བཞིན། ཨ་ནི། ངེད་ཀྱིས། ཁོ་རང་ཚོ་གི་ལབ་བ་ན་ཤི་འདུག་སུ་ཕ། ལག་ལེན་ལྟ་རིན་པ། ལྟ་ཚུལ་ཙམ་པ་ལ་ནི་ཁོ་རང་འདི། Fever Cramp ཆགས་པའི་དུས་ཚོད་དེ Test ཅིག་བྱ། ཨ་འདི་རྗེས་ལ་ཁོ་རང། མ། ཞི་འཇགས་ཚུལ་ཙམ་པ་ལ། ཨ་ནི་ཁོ་རང་ལེམས་སང། ལྷོད་ལྷོད་བྱས་ནས་ནི་ཁོ་རང་ཆུ་ཚོད་གཉིས་མ། ལྷོད་ལྷོད་བྱས་ནས་གཟུགས་པོ་ཐང་ཤིའུ་ཆེ་གྲུ་ཙམ་པ་ཁོང་ཚོ་ཉག་བསྡད་གི་འདུག་ཨ། འོ་འདི་ཉག་སུ་ཨ། ད་ངས་རྣམ་པ་ཚོ་ལ་ག་རེ་ཞུ་དངུལ་སྤྲོ་སི་ལ་ན། ངེད་ཀྱིས་ད་ཐུན་ད Fever Cramp དེ་སྐོར་ལས་ང་རང་གིས་ཡང་མ་བལྟས་ཡང་མ་ཞིབ་འཇུག་འདྲ་བོ་བྱས་བྱེད་དུས་བརྩམས་པ་ལ་ནི་ངེད་ཀྱིས་ད་ལྟ་སྡེ་ཚན་གསུམ་ན་ལ་འདིའི་རྣམ་པ་ཚོ་ལ་མར་འགྲེལ་བཤད་ཅིག་ཞུས་ཤག་ན་ཁ་གསལ་བ་ཡོང་གི་རེད་བསམ་བྱས་ནས་ཨེ་ངེད་ད་རིང་སྡེ་ཚན་གསུམ་ན་ལ་རྣམ་པ་ཚོ་ལ་ངས་འགྲེལ་བཤད་ཞུ་ཡ་ཡིན་དང་པོ་དེ་འདི་རེད་བྱས Symptom ལ་གི་དུ་རྟགས་མཚན་དེ་ད Fever Cramp ལྷའི་ཡིན་ན་རྟགས་མཚན་གར་བསྟན་གི་རེད་ལ་བ་ཡིན་ན་གལ་ཆེ་ཤོས་དེ་རྣམ་པ་ཚོ་གི་ཚ་བ་བཅད་བྱེད་དུད་སྤུ་ཀུ་ལི་ཡ་ཚ་བ་སུམ་ཅུ་སོ་བརྒྱད་དང་ཚ་ལྔ་སླེ་དུད་རྩམ་པ་ལ་དཔེ་ཟབ་ཟབ་བྱེད་དགོས་འདུག་དེའི་སྐབས་ལི་ཡ་སྤུ་ཀུ་ལི་ཡ་ཅིག་གང་མགྱོགས་མགྱོགས་ཚ་བའི་སྨན་སྤྲད་ཡས་དང་ནི་སྒོ་ལ་རས་རློན་པ་བཟོས་བྱུང་ནས་སྒོ་ལ་སྦྱར་ཡས་དང་འདི་ངེས་པར་དུ་བྱེད་དགོས་འདུག་ཁ་ཅིག་ནི་སུམ་ཅུ་སོ་བརྒྱད་དང་ཚ་ལྔ་ནི་ཡར་དྲུད་དུད་རྩམ་པ་ལ་ཡས་ནི་ཅང་སེ་སྤེན་མང་པོ་དང་དེ་ཚ་བ་སླེ་ཡས་དེ་ད་སྤུ་ཀུ་ད་རུང་ཟོག་པོ་སྟེ་སྐྱོ་བོ་དང་སྤུ་ཀུ་སྙིང་རྗེ་སྐམ་པོ་འདྲ་བོ་དང་སྤུ་ཀུ།

འོང་འདི་ངའི་རྣམ་པ་སོ་གཅིག་བཞུགས་བསམས་སོ། ཨ་ནི། སྟག་བཙན་གཞན་པ་དེ་ག་རེ་བྱ་ཁོ་རང་ཚོ་འདི་སླེ་དུས་རྩམ་པ་ལི་ཡ་ཨ་ནི། ལག་པ་དང་རྐང་པ་ཚང་མ་འདར་སིག་བརྒྱབ་བྱས་ནས་ཨ་ནི། རྩ་ཆུ་སྐྱོད་འགྲོ་བོ་པུ་ར་ཧྲང་འགྲོ་གི་འདུག་ཨ། ཧྲང་བྱས་ཨ་ནི་འདར་སིག་ཞིབ་བོ་ཅིག་རྒྱག་གི་འདུག་ཁོང་ཚོས། དེ་དུས། རྣམ་པ་གཙོ་བོ་འདི་སྟག་བཙན་གཅིག་འོང་འདི་རེད་བྱ། རྟགས་མཚན་གཞན་པ་ཅི་ག་རེ་ལ་ན་ཨ་ནི་ཁ་ནི་ཁོང་ཚོ་ཏེ་ཆིམ་མདོག་དོན་ཡོད་ད་ཁ་ཤེས་སྤུ་ཁ་ཤེས་ཡིན་ན་སྐྱུག་པ་སྐྱུག་གུར་ལ་ཟ་ངའི་བུ་ད་སྐྱུག་པ་སྐྱུག་མ་སོང་ཁ་ནི་ཆིམ་མདོག་དོན་ཡོད་ད་འདི་བྱེད་ཀྱི་ཆིམ་མདོག་ཡི་དོན་མ་སོང་ཁོ་འདར་སིལ་གཅིག་པོ་རྒྱག་སོང་ཨ་འོང་འདི་གཅིག་རེད་ཤ་ཨན་སྤུ་གུ་ད་འདུག་ཁ་ཤེས་ད་ཡང་གཟུགས་པོ་སྐྱོ་བོ་འདྲ་བོ་ད་ད་འདི་ཚང་མ་ལ་ཡུལ་འགོར་ལ་མ་ཟོག་རེ་ཟུང་རེ་ཟུང་ལ་སྤུ་ཁ་ཤེས་ཡང་གཟུགས་པོ་དེ་གདོང་པ་དེ་ཚོ་སྔོན་པོ་ཆགས་ཡས་ད་ཨ་ནི་བྱེད་ཀྱི་ཆོ་ཐོ་པོ་ར་སྔོན་པོ་ཆགས་ཡས་ད་ཨན་འདི་འདྲས་ཀྱི་རྐྱེན་ཡོང་གི་རེད་ལ་ཕི་བ་ཀྲེམ་ཏི་ཀླད་དུ་ཙམ་པ་ལ་ཡ། རྟགས་མཚན་དེ་ཨ་ཏི་ན་བོ་ས་ངས་བཞུགས་དགོས་བསམ་སོང། དེའི་རྗེས་ལ་རྒྱུ་དང་རྐྱེན་དེ་དེ་གར་ཕྱིན་ལི་གོར་ལའི་ཇོ་མི་མང་པོ་ཅིག་ད་དྲི་བ་ད་ག་རང་རང Fever Cramps དེ་གར་ཕྱིན་ལི་གོར་ལའི་དེ་ཡི་དམིགས་བསལ་གྱི་ཁོ་རང་ཚོ་གི་རྒྱུ་མཚན་གས་ཤེས་ཨེས་མི་འདུག་ག་ཅིན་ཟེར་ན་ཨམ་གཞི་ལ་ཁོ་རང་ཚོ་གི་ད་ད་དེ་དེ་ཤུ་གུ་ན་ལ་གས་དྲིས་མི་འདུག་ཁོ་རང་ཚོ་གི་ད་ཚོད་དཔག་འདྲ་བོ་བྱེད་པ་ཡིན་ན་ད་སྙན་མང་ཁོ་རང་ཚོ་ནང་མི་ནང་ལ་གས་སྲིད་ཡང Fever Cramps ན་ཉུང་ངད་དེ་འདྲ་ཡོད་པ་ཡིན་ན་ཨ་ནི་དེའི་རྒྱུའི་ཆེད་ནས་ནི་སྤུ་གུ་ལ་ཡིན་འདྲེ་ལས་ཡོད་རེད་ལ་ནི་ལབ་ཡོད་འདུར་བ་སྤྱི་ད་ང་ནི་ང་རང་མི་ཚེ་ན Fever Cramp ན་མ་མྱོང་ད་ཡིན་ན་ཡང་ཕ་དོ་ཕ་རྡོ་བུ་རྡོ་ངོ་ནས་ཡང་དེ་འདྲ་ཡོང་སྲིད་ཀྱི་རེད་བ་ཡིན་ན་ཁོང་ཚོ་ཁ་གསལ་བོ་གས་བཤད་ཡས་མི་འདུག་འདི་གཅིག་རེད་ཤ་རྒྱུ་ད་རྐྱེན་དེ་གར་ཕྱིན་ཡོང་གི་འོར་ལས་དེ་ཨ་ནི་གསུམ་པ་དེ་ཨེ་བཅོས་ཐབས་དེ་རེད་ཤ་ད་དེ་གི་བཅོས་ཐབས་ག་རེ་ལབ་བ་ཡིན་ན་ཨེ Fever Cramp དེ་སླེབས་དུས་ཙམ་པ་ལ་གས་ཆེ་ཤོས་རྣམ་པ་ཚོ་གས་གར་ཕྱི་གོ་དེ་ལ་ན་དེ་སྐབས་ལ་ལེམ་སང་སོ་སོ་རྔམ་དྲག་བྱས་བྱས་ནས་ད་སྤུ་གུ་ཡ་སྤང་ག་ལ་ཁྱི་བྱས་ནས་ཨ་ནི་ཡ་ཡ་མ་མ་ཀྲུག་ཀྲུག་བཏང་ཨེ་ད་དེ་འདྲའི་རྩ་བ་གཉིས་ནས་བྱེད་ཡས་མི་འདུག་རྣམ་པ་ཚོ་གལ་ཆེ་ཤོས་དེ་སྤུ་གུ་དེ་ག་དུས་ཡིན་ན་ཡང་མེད་ན་ལག་པ་གཡས་ཆོད་ལ་ཡང་མེད་ན་ལག་པ་གཡོན་ཆོད་ལ་འདུག་ཁོ་རང་ཚོ་འདུག་ཟུར་ལ་ཡག་པོ་བྱས་ན་མ་ཉག་ཉག་ཚང་ནས་བྱུང་ན་གདོང་པ་དེ་སོ་སོ་དངུལ་བཞག་ན་ཡག་པོ་ཡོད་རེད་ལ་ཨ་ནི་ལྟ་ཡ་ཡོད་ར་ཁྱོད་རང་མིག་གི་སྤུ་གུ་དབུ་ག་འདྲའི་ཡག་པོ་གླེང་གི་འདུག་གླེང་གི་མི་འདུག་སོ་སོ་དངུལ་ལ་འདུག་བཞག། ཨ་ནི་ཁ་ནང་གི་སི་ཏཱ། ཡང། སྐྱུག་པ་སྐྱུ་བའི་སྒྲ་འུ་ཏཱ། ཡང་འདི་འདྲའི་ཆ་དབང་ཡིན་ན་ལེམ་སང་ཁ་དེ་ཚོ་གཙང་མ་བཟོས་དགོས་ལ་ཁ་ཆེན་ཁུ་ཚོ་འདི་ནག་དེ་ཚོའི་གཙང་པ་ལ་ནི་དབུགས་ཡག་མ་བཏང་དུས་ཡང། དཀའ་ལས་ཡོད་རེད་ལ་ཟ་འོ་དེ་ཚོ་ཁ་དེ་ཚོ་ཡང་ཟེ་ཡང་ཟེ་འཆི་འོ་ད་ལྟ་འདི་བརྙན་ཐུང་འདི་ནང་ལ་ཡང་རྣམ་པ་ཚོ་མཐོང་གི་རེད་ཕ་མ་དེ་གས་འདི་བྱེད་ཀྱི་རེད། འོ་འདི་ཞུ་དགོས་བསམ་སོང། ཨ་ནི། དེ་ན་བསྡུ་བརྩམས་པ་ལ་ལྟ་ཚར་དང་པོ་ཡིན་ན་ངེས་པར་དུ་ད་ལྟ་ཨམ་ཅི་ལ་ལ་འབྲེལ་བ་བྱེད་དགོས་རེད་ལགས་སོ་ཨམ་ཅི་ལ་ལ་འབྲེལ་བ་བྱས་ནས་ཕ་ཤར་སྐྱ་ད་ལྟ Emergency ལ་ཁྲིད་ཡས་དེ་གལ་ཆེན་པོ་རེད་ལགས་སོ་གལ་སྲིད་ཕ་མ་ཡང་ཉམས་མྱོང་མེད་མཁན་དེ་འདྲ་ཡིན་ན་ད་ཚར་གཉིས་པ་ཆགས་ཚར་ན་ཚར་གཉིས་པ་ཆགས་ཚར་ན་ད་ལྟ་ཨམ་ཅི་ལགས་ཀྱིས་ཁོ་རང་ཚོ་གི་དེ Instruction བཀྲིས་ཀྱི་རེད་ཨ་ནི་གལ་ཆེ་ཤོས་དེ་ཚར་གཉིས་པ་དེ་ཆ་བསྡུ་བརྩམས་པ་ལ་ང་ཚོ་དུས་ཚོད་བཀག་ཡས་དེ་གལ་ཆེན་པོ་རེད་ཤ་སྤུ་གུ། དེ་འདྲའི Reaction བྱི་བ་དང་ལེམ་སང་རྣམ་པ་ཚོགས་ཀྱི་ད་ལྟ་དུས་ཚོད་བརྟག་དགོས་འདུག་དུས་ཚོད་དེ་ད་ལྟ་སྐར་མ་གསུམ་ལ་ཁོང་ཚོ་གི་སྐར་མ་གསུམ་ལས་མང་ང་བྱི་བ་ཡིན་ན་ཨ་ནི་ལེམ་སང་འདི་ད་ལྟ་ཁོ་རང་ཚོ་གི་ད་ལྟ་སྨན་ཅིག་བཀྲི་གི་འདུག་འདི་ངེས་པར་དུ་འདི་ཕ་ད་ལྟ་ད་ཞེ་ས་མ་བཏོན་ན་ད་ལྟ་རྐུབ་ན་ལ་ཉག་འདི་བླུག་དགོས་འདུག་གང་ཟག་སྨན་འདི་འདི་གལ་ཆེན་པོ་རེད་ཤག་ཨ་འདི་རྣམ་པ་ཚོ་ངེས་པར་དུ་ཐུགས་ལ་བཞག་རོགས་བྱི། འདི་བླུགས་ཚར་བ་དང་ཨ་ནི་ལེམ་སང་སྤུ་གུ་ལྷོད་ལྷོད་བྱེད་ནས། ད་ལྟ་ལག་པ་གཡས་མཆོག་ལ་བསྙག་གི་ཡིན་ན་རེད་གཡོན་མཆོག་ལ་བསྙག་གི་ཡིན་ན་རེད་ཟུར་ཟ་ལོ་ནས་བསྙག་ཡ་དེ་གལ་ཆེན་པོ་དཔེ་རེད་ཤག་ཨ་ནི། ཁོ་རང་གི། འདི་བླུགས་ཚར་བ་དང་ཨ་ནི་ཁོ་ལྷོད་ལྷོད་འདྲ་བོ་ཆགས་འདུག་དོ་གལ་སྲིད་སྐར་མ་གསུམ་ནས་ཡག་ཆགས་བ་ཡིན་ན་འདི་བླུགས་ཡས་རེད་གལ་སྲིད་ཞེན་པ་ད་མང་ཆེ་བ་འདྲ་བོ་གྱིས་ད་ལྟ Fever Cramp དེ་ལ་མང་ཆེ་བ་འདྲ་བོ་གྱིས་སྐར་མ་གཅིག་སྐར་མ་གཉིས་ཁ་ཤས་ལ་སྐར་ཆ་སུམ་ཅུ་དེ་འདྲས་མ་གཏོགས་ཆགས་ཀྱི་མ་རེད་ལ། ཨམ་ཅི་ལགས་ཀྱི་སོང་རྩ་དེ་མང་ཆེ་ཕལ་ཆེར་ཀླུ་མོ་གོ་འདྲ་བོ་རེད་ལ། ད་ཡིན་ན་གལ་སྲིད cases ཁ་ཤས་ཡང་འདྲས་འདུག་ཆུ་ཚོད་ཕྱེད་ཀ་ལྷག་དེ་འདྲས་བྱེད་ཀྱི་འདུག་དེ་འདྲས་འཆི་བ་ཡིན་ན་ནི་ངེས་པར་དུ་སྨན་ཁང་ལ་འཁྲིད་དགོས་རེད་ལ་ག་ཅིག་ན་ད་དེ་ཡང་ད་ལྟ་ཁོང་ཚོས་ཀྱི fever cramp གི་ད་ལྟ་སྡེ་ཚན་ནང་ལ་ཚུད་ཀྱི་མ་རེད་ལ་དེ་ཡང་ད་ལྟ་ང་ཚོ epilepsy ལབ་ཀྱི་འདུག་བ། དེ་ཟ་ཕོ་ནས་རེས་དུ་བ་འདིས་ཀྱི category ནང་འཛུལ་འགྲོ་གི་རེད་སོང་ཙང་ཆུ་ཚོད་ཕྱེད་ཀ་ལྷག་དེ་འདྲ་བྱིས་བ་ཡིན་ན་ངེས་པར་དུ་སྨན་ཁང་ལ་འབྲེལ་བ་བྱེད་དགོས་འདུག་རྣམ་པ་ཚོ་འོ་འདི་ཐུགས་ལ་བཞག་རོགས་བྱེད་རོགས་ཨ་འདི་གང་མགྱོགས་མགྱོགས་མ་བྱེད་པ་ཡིན་ན་ཚར་དང་པོ་གེ་སེའི་འདྲ་ཨེ་པེ་ལེབ་སི་ཆ་ངན་དེ་འདྲ་ཡིན་པ་ཡིན་ན་ལེམ་སང་ཨེ་ནི་སྨན་ཁང་འབྲེལ་བ་མ་བྱེད་པ་ཡིན་ན་དགེ་ཧེན་ཤག་དེ་ལ་གི་དུ་བ་ཀླད་པ་ལ་སྐྱོན་རྒྱག་ཨེ་ད་ཀླད་པ་ལ་ཨེ་ནི་ཡང་ཅིག་འཕྲོ་བརླག་འགྲོ་ཨེ་ད་དེ་འདྲས་གི་ཨེ་ནི་སྐྱོན་ཆ་མ་སེལ་བ་མ་རེད་ལབ་གི་འདུག་འོང་འདི་རྣམ་པ་ཚོ་གལ་ཆེན་པོ། དཔེ་གལ་ཆེན་པོ་རེད་འདི་དོ་སྣང་ཞིག་སྤྲད་དགོས་འདུག་ཨ་ནི་ད་རུང་བཅོས་ཐབས་དེ་ལ་ག་རེ་བསམ་བློ་གཏང་དགོས་འདུག་ག་རེ་བྱེད་དགོས་འདུག་ད་ནི་ང་ཚོ་གི་སྤུ་གུ་ལས་བརྒལ་ཚེ་དུག་ལོག་འཐུག་པོ་འདི་འདྲའི་དང་དུག་ལོག་ལྟས་ས་བུ་སོ་དོག་པོ་འདི་འདྲའི་གཡོག་བ་ཡིན་ན་འདི་གང་མགྱོགས་མགྱོགས་རྣམ་པ་ཚོ་གི་ཁོ་རང་སྙིང་རྗེ་འདི་ན་བདེ་བའི་སྐབས་ལ། ད་ད Fever Cramp ན་བདེ་བའི་སྐབས་ལ་ཡིན་གཅིག་མིན་གཅིག་དུག་ལོག་འདི་ཚོ་སྤུ་ར་མ་པིས། ཨ་ནེ་དུག་ལོ་ལྟས་སུ་ལུག་ལུག་འདྲ་བོ་དེ་འདྲའི་གཡོག་ནས་བྱ་ཡ་དེ་གལ་ཆེན་པོ་དཔེ་རེད་ཤ། ཨ་ནེ་དེའི་སྐབས་ལ་ཡང་ང་རང་ཚོ་ཕ་མ། ང་རང་ཚོ་བོད་པའི་ཕ་མ་ཚོ་ཡང་ད་ལྟ། ཅིག་གི། ད་ཧ་གོ་ངེས་ཚོ་ནི་ཁོ་རང་ཚོ་གི་བྱེད་ཀྱིར་ཧ་མ་གོ་ངེས་དེ་འདྲ་ཡོད་པ་ཡིན་ན་ཡང་ཅིག་དེའི་པར་ར་ལ་ངའི་བུ་ལ་གནོད་པ་དང་དེ་འདྲའི་ཤོག་རེ་བསམ་ཚེ་ནི་ཡང་བྱིས་རླབས་སྤྲས་འདྲ་བོ་དང་ཆུ་སྤྲས་དང་དེ་འདྲའི་རྩ་བ་ཉིད་ནས་བྱེད་ཡ་མི་འདུག་འདིས་གི་སྤུ་གུ་ལ་ཡང་དཀའ་ངལ་སྤྲད་ཀྱིར་ལ་དུ་དབུགས་ཡག་མ་ལེན་ལ། ཁོ་རང་ནག་བསྡད་པའི་སྐབས་ལ་འོང་དེའི་རྣམ་པ་ཚོ་ཐུགས་ལ་བཞག་དགོས་འདུག་ང་ཚོ་གིས་ངའི་བུ་ཚར་དང་པོ་ནག་དུས་ཚང་མ་ང་ཚོ་འདི་འདྲ་བྱས་མེད་ང་ཚོ་རྔམ་སྐྲག་སྐྱེས་ནས་ལེམ་སང་ཁོང་སྨན་ཁང་ལ་ཁ་པར་བཏང་ནས་ང་ཚོ་སྨན་ཁང་འཁྲིད་ཡིན་པ་སྟབས་ཡག་ཤ་བོ་འདི་དག་ང་ཚོ་གིས་ཡང་ཅིག་ཆུ་སྤྲེལ་ཡས་འདྲ་བོ་དག་འདི་འདྲའི་རྩ་བ་ཉིད་ནས་བྱས་མེད་འོང་དེའི་རྣམ་པ་ཚོ་ཐུགས་ལ་བཞག་ཡ་རེད་ཤ། ཨ་ནི་རྟགས་མཚན་འདི་ངའི་རྣམ་པ་ཚོ་ཞུས་ཚར་ཡིན་འདི་རྒྱུ་དང་རྐྱེན་ག་རེ་ལ་བརྟེན་ཆགས་ཀྱི་ཡོད་བས་དེ་ངའི་རྣམ་པ་ཚོ་ཞུས་ཡིན་ཨན་ད་ལྟ་འདི་གི་བཅོས་ཐབས་དེ་ཡས་ངའི་རྣམ་པ་ཚོ། ཞུས། ཨ་འདི་གསུམ་དེ་རྣམ་པ་ཚོ་ངེས་པར་དུ་དོ་སྣང་ནང་གནང་རོགས་གནང་ལ་ནི་འབོད་སྐུལ་ཞུ་ཡས་རེད་བ། ད་རྣམ་པ་ཚོ་མང་པོ་ཞིག་ཁེངས་ཀྱི་རེད་བ་སྤྱི་བཏང་ནས་ཡུ་རོབ་ཁག་དེ་བ་ཡིན་ན་རྣམ་པ་ཚོ་ཚང་མ་དངོས་གནས་ད་སློབ་སྦྱོང་ཡོད་ངེས་ཚོ་རེད་ཚང་མ་སློབ་སྦྱོང་ཡོད་ངེས་རེད་ཡིན་ན་ཡང་ད་ཡང། ཅིག་ད་ལྟ་སྤུ་གུ་གསར་བ་ཆགས་རྒྱུ་དང་ཕ་མ་གསར་བ་ཆགས་མཁན་དེ་འདྲས་ཡིན་པ་ཡིན་ན་ཡང། ཅིག་ཞེ་དྲག་གོ་རྟོགས་མེད་མཁན་དེ་འདྲས་ད་ཡང་དེ་འདྲས་ཡིན་ན་ནི་ཁོ་རང་ཚོ་ཡང་དེ་ཟབ་ཟབ་གནང་རོགས་གནང་ཡང་དེ་འདྲས་བྱུང་མ་སྲིད་བ་མ་རེད་བ་སྤུ་གུ་དང་པོ་སྐབས་ལ་ཡང་སྤུ་གུ་ཆུང་ཆུང་ཡོད་དུས་ཙམ་པ་ལ་ཡང། ཅིག་གིས་འདི་འདྲའི་ཆ་མ་བསིལ་བ་མ་རེད། ཨ་ནི། སོང་ཙང་ད་ལན་ངའི་བརྙན་ཐུང་བཟོས་ཡས་ཀྱི་དམིགས་ཡུལ་དེ་ད་ག་རང་ཡིན། གལ་སྲིད་ཡང་ཕ་མ། གསར་བ། གཅིག་ལ་ཕན་ཐོགས་པ་ཡིན་ན་ཡང་ནི་ཡང་ཅིག་གོ། ཨོ། ཁྱེད་ཕན་གྱི་རྒྱུ་ཅིག་ཆགས་དགོས་རུ་བ། འོང་འདི་བྱས་ནས་ནི་ངས་ད་རིང་རྣམ་པ་ཚོ་ལ་འོང་འདིའི་འགྲེལ་བཤད་ཞུས་ཡིན་ལ་ནི་ཞུས་ཡས་ཡིན། ཨ་ནི་དམིགས་བསལ་ད་གས་ཞུ་ཡས་མི་འདུག་ཨ་ནི། མཐའ་དོན་ཨ་ནི་རྒྱལ་བ་དོན་གྱི་བདག་པོ་ཐམས་ཅད་མཁྱེན་པ་གཟིགས་བ་ཆེན་པོ་མཆོག་སྐུ་ཚེ་ཡུན་རིང་གནས་པ་དང་ཨ་ནི་བོད་དོན་བདེན་མཐའ་མྱུར་དུ་ཐོབ་པའི་སྨོན་འདུན་དང་བཅས་ཨ་ནི་ད་རིང་གི་བརྙན་ཐུང་འདི་ད་ག་རང་འཚམས་བཞག་ཡ་ཡིན།